ཁྱེད་རང་འདས་པའི་གི་ནམ་དུ་འཚོ་བ་སྐྱེལ་དུ་ཡོད་རེད་གལ་སྲིད་ཁྱེད་རང་སེམས་འཚབ་ཡོད་ན་ཁྱེད་རང་མ་འོངས་པའི་ནང་ལ་གནས་དུ་ཡོད་རེད་གལ་སྲིད་ཁྱེད་རང་ཞི་བདེ་ཡོད་ན་ཁྱེད་རང་ད་ལྟའི་དུས་སུ་གནས་དུ་ཡོད་རེད་བསམ་བློ་བཏང་དང་ཁྱེད་རང་སེམས་པ་སྐྱོ་པོ་ཡོད་དུས་ཁྱེད་རང་གི་ག་རེ་བསམ་གི་ཡོད་ཨ་ཁ་སྔོན་མ་ང་ལ་གོ་སྐབས་དེ་འདྲ་ཞིག་ཡོད་པ་དེ་ངས་ལེན་མ་ཐུབ་པ་རེད་སྔོན་མ་ངས་གྲོགས་པོ་དེ་འདྲ་ཞིག་ཡོད་པ་དེ་ངས་བདག་པོ་བསྐྱལ་ཐུབ་མ་སོང་སྔོན་མ་ངས་དེ་འདྲ་བྱས་ན་ཏག་ཏག་ཡིན། ཁྱེད་རང་གི་བསམ་བློ་ཚང་མ་འདས་པའི་ནང་ལ་འཁོར་བསྡད་ཡོད་རེད། འདས་པའི་ནང་ལ་འཁོར་དུས་ཁྱེད་རང་ད་ལྟ་གི་བདེ་སྐྱིད་དེ་མཐོང་གི་མ་རེད། ཁྱེད་རང་སེམས་འཚབ་ཡོད་དུས་ཁྱེད་རང་གིས་ག་རེ་བསམ་གྱི་ཡོད། ཨ་ཙི། སང་ཉིན་ང་ལ་ལས་ཀ་མང་པོ་འདུག་ཉིན་གུང་ལ་མི་མང་པོ་ཞིག་ཐུག་གི་ཡོད། དགོང་དག་ལ་ནང་མི་མཉམ་དུ་དུས་ཚོད་བསྐྱལ་དགོས་ཡོད། བདུན་ཕྲག་རྗེས་མ་དངུལ་སྤྲད་དགོས་ཡོད། ཟླ་བ་རྗེས་མ་ལས་ཀ་ཡག་ཞིག་རག་གི་ཡོད་ན། ཁྱེད་རང་གི་བསམ་བློ་ཚང་མ་མ་འོངས་པའི་ནང་ལ་འཁོར་བསྡད་ཡོད་རེད། མ་འོངས་པའི་ནང་ལ་འཁོར་དུས་ཁྱེད་རང་ད་ལྟ་གི་བདེ་སྐྱིད་དེ་མཐོང་གི་མ་རེད། དེ་འདྲ་སོང་ཙང་མཚམས་ཙང་ང་ཚོས་སེམས་པ་ད་ལྟའི་དུས་སུ་བཞག་རྒྱུ་དེ་ཧ་ཅང་གལ་ཆེན་པོ་རེད་ད་ལྟ་ཁྱེད་རང་ཡོད་སའི་དེ་སེམས་བཞག་ནས་བསྡད་རྒྱུ་དེ་རེད་དཔེར་ན་ད་ལྟ་ཁྱེད་རང་གིས་ངའི་སྐད་ཆ་དེ་ཉན་གྱི་ཡོད་ན་སྐད་ཆ་ཉན་ཡ་དེ་སེམས་གཏད་ནས་ཉན་དགོས་རེད་ད་ལྟ་ཁྱེད་རང་གིས་ཁ་ལག་ཟ་གི་ཡོད་ན་ཁ་ལག་གི་བྲོ་བ་དེ་ལ་བསམ་བཏང་ནས་ཟ་དགོས་རེད་ད་ལྟ་ཁྱེད་རང་གིས་ལས་ཀ་ཅིག་བྱེད་ཀྱི་ཡོད་ན་ལས་ཀ་དེ་སེམས་གཏད་ནས་བྱེད་དགོས་རེད་ང་ཚོ་ནང་པའི་གཞུང་ནང་ལ་ཡང་དྲན་པ་ཉེ་ཤག་ཟེར་བྱས་ཡོད་རེད། དྲན་པ་ནི་སེམས་ག་བ་ཡོད་པ་ཡིན་ནས་དེ་དྲན་པ་བྱེད་ཡ་ད་རེད་ཉེར་བཞག་ནི་ད་ལྟའི་དུས་ཚོད་དེ་བཞག་ཡ་ད་རེད་ང་ཚོས་དྲན་པ་ཉེར་བཞག་ཉམས་ལེན་བྱས་པ་ཡིན་ན་སེམས་ཀྱི་སྡུག་བསྔལ་ཉུང་རུ་འགྲོ་གི་རེད་ང་ཚོའི་ནུས་པ་ཆེ་རུ་འགྲོ་གི་རེད་ང་ཚོ་དགའ་སྣང་ཆེ་རུ་འགྲོ་གི་རེད་ཚན་རིག་གིས་ཀྱང་ར་སྤྲོད་བྱུང་བ་རེད་ད་ལྟའི་གི་དུས་སུ་སེམས་གཏན་ནས་བསྡད་པ་ཡིན་ན་སེམས་ཁམས་ཀྱི་ནད་གཞི་ཉུང་རུ་འགྲོ་ཡ་ལུས་པོ་གི་ནད་གཞི་ཉུང་རུ་འགྲོ་ཡ་སེམས་ཀྱི་ཞི་བདེ་ཆེ་རུ་འགྲོ་ཡ། ང་ཚོ་བཏང་བས་བརྗོད། འདས་པའི་ནང་ལ་གནས་ན་སེམས་སྐྱོ། མ་འོངས་པའི་ནང་ལ་གནས་ན་སེམས་འཚབ། ད་ལྟའི་ནང་ལ་གནས་ན་ཞི་བདེ། དེ་འདྲ་སོང་ཙང་ད་ལྟའི་དུས་སུ་གནས་ཐབས་བྱས་དང་ད་ལྟ་གི་བདེ་སྐྱིད་དེ་མྱོང་ཐབས་བྱས་འོག་རེད།